དེ་ཙམ་དུ་མ་ཟད་ཕྱིས་སོ་སོར་ཐར་པའི་སྡོམ་པ་ནང་བྱང་ཆུབ་སེམས་ཀྱི་བསླབ་བྱ་གསང་བ་གསང་སྔགས་ཀྱི་དམ་ཚིག་དགའ་བའི་ཉམས་དད་རལ་དུ་གྱུར་པ་ལ་སོགས་པའོ་དེ་ལྟ་བུའི་ཉེས་པའི་ཆ་ཇི་སྙེད་ཅིག་ཡོད་པ་དེ་དག་ཐམས་ཅད་ན་འུབ་འུབ་སྟེ་ཚུར་འདུས་ནས་རླུང་ཕར་བཏང་བའི་གནས་སྐབས་སུ་ཐུགས་ཀར་གྱི་ནང་ནས་དུ་བ་འཐེན་པ་ལྟ་བུ་ན་བུན་ལོང་གི་བར་ཐོད་ནས་ཕྱི་ཡི་རྒྱུ་འགའ་ཞིག་ལ་རྗེས་མེད་དམིགས་མེད་དུ་ཐིམ་ནས་རང་གཤིས་རང་བདག་ལ་སོང་བསམ་པ་བྱེད་པ་ལྟ་བུ་དེ་ལྟ་བུའི་དམིགས་གནད་དང་བཅས་པའི་སྒོ་ནས་རླུང་རོ་ལན་གསུམ་བསལ། དེ་ནས་རླུང་རོ་ལན་གསུམ་བསལ་བསལ་བའི་རྗེས་སུ་མ་གྱུར་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ལས་དགྲར་ཏེ་རྣམ་པ་ཐམས་ཅད་སྐྱེ་འཕགས་ཟུང་འཇུག་ཁྱབ་བདག་རྡོ་རྗེ་འཆང་གསུམ་པའི་གོ་འཕང་ལ་འགོད་པར་བྱ། དེ་ཡི་ཆེད་དུ་ངེས་དོན་ཕྱག་རྒྱ་ཆེན་པོའི་སྒོམ་རིམ་གྱི་ཆོས་ཟབ་མོ་ཉམས་སུ་ལེན་པར་བགྱིའོ། ཟེར་དེ་ལ་དང་པོ། མ་གྱུར་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་སེམས་མ་གྱུར་ཟེར་བ་འི་དོན་དེ་གང་ཡིན་ཟེར་ན་འདི་ལྟར་སེམས་ཅན་ཐམས་ཅད་རང་གི་ཕ་དང་མར་མ་གྱུར་པའི་སེམས་ཅན་གཅིག་ཀྱང་མེད་པ་ཡིན་པས་ན་མ་གྱུར་དེ་ནི་ཕ་དང་མར་གྱུར་པའི་གྱུར་ཚུལ་དེའང་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཟེར་ནས་དཔེར་ན་ནམ་མཁའ་དེ་ལ་ཆ་མཚོན་ན་དེ་ནས་ནམ་མཁའ་ཡི་མཐའ་སྟེ་འདི་རེད་ནམ་མཁའ་གི་དབུས་ཏེ་འདི་རེད་ཟེར་ནས་ནམ་མཁའ་ལ་མཐའ་དང་དབུས་གཉིས་སུ་ངོས་བཟུང་རྒྱུ་མེད་པ་ཡིན་པས་དཔེ་དེ་བཞིན་དུ་དེ་ནི་ནམ་མཁའ་གི་གར་ཁྱབ་པ་དེ་དག་ཐམས་ཅད་སེམས་ཅན་གྱིས་ཁྱབ་སེམས་ཅན་གྱི་གར་ཁྱབ་པ་དེ་དག་ཐམས་ཅད་ནི་ལས་དང་ཉོན་མོངས་པས་ཁྱབ་ལས་དང་ཉོན་མོངས་པའི་གར་ཁྱབ་པ་དེ་དག་ཐམས་ཅད་ནི་སྡུག་བསྔལ་གྱིས་ཁྱབ་དེ་ལྟ་བུའི་སྡུག་བསྔལ་གྱིས་མནར་ཞིང་ཉམ་ཐག་པའི་སེམས་ཅན་དེ་དག་ཐམས་ཅད་ནི་སྐྱེ་ཤི་སྐྱེ་ཤི་ཡང་ཡང་དུ་འཕོས་ཏེ་རང་གི་ངོ་མ་ཤེས་པས་མ་གཏོགས། ཕ་རུ་མ་གྱུར་པ་དང་མ་རུ་མ་གྱུར་པའི་སེམས་ཅན་གཅིག་ཀྱང་མེད་ཕ་མར་མ་གྱུར་པའི་སེམས་ཅན་གཅིག་ཀྱང་མེད་ན་ཕ་མར་གྱུར་པའི་གནས་སྐབས་སུ་རང་གི་ཚེ་འདི་ཨ་མ་རྒན་མོ་དེ་ཡིས་རང་ལ་བཀའ་དྲིན་ཆེན་པོ་ཅི་ལྟ་བུའི་སྒོ་ནས་བསྐྱངས་ཡོད་ན་ཡང་རིགས་དྲུག་གི་སེམས་ཅན་གཞན་དག་ཐམས་ཅད་ཀྱིས་རང་གི་ཕ་དང་མ་རུ་གྱུར་པའི་གནས་སྐབས་སུ་ཡང་དྲིན་དེ་དང་ཁྱད་པར་ཏིལ་འབྲུ་ཙམ་ཞིག་མེད་པར་བསྐྱངས་པའི་དྲིན་ཅན་གྱི་ཨ་མ་ཤ་སྟག་ཡིན་པས་དེ་ཡང་ལུས་བསྐྱེད་པའི་དྲིན་དཀའ་བ་སྤྱད་པའི་དྲིན་སྲོག་བྱིན་པའི་དྲིན་འཇིག་རྟེན་བསྟན་པའི་དྲིན་ལ་སོགས་པ་དྲིན་གསུམ་གྱིས་མི་ཁྱབ་པ་མང་པོ་ཡོད་ཀྱང། དེ་དག་ཐམས་ཅད་སུ་འུབས་ཀྱི་དུས་ན་སངས་རྒྱས་བཅོམ་ལྡན་འདས་ཀྱི་དྲིན་ཆེན་པོ་རྣམ་པ་བཞི་ཡི་ཐོག་ཏུ་གསུངས་པ་ལྟར་དུ་ཡིན་པས་དེ་ལྟར་དྲིན་ཆེན་པོ་རྣམ་པ་བཞི་ལ་གསོལ་བའི། ཡང་དང་ཡང་དུ་བསྐྱངས་པའི་དྲིན་ཅན་གྱི་ཨ་མ་ཤ་སྟག་རེད་དེ་ལྟ་བུའི་དྲིན་ཅན་ནམ་མཁའ་དང་མཉམ་པའི་སེམས་ཅན་དེ་དག་ཐམས་ཅད་ནི་སྐྱ་སེར་ཆེན་པོ་ཞི་བ་ལྷ་ཡི་ཞལ་ནས་བདེ་བ་འདོད་ཀྱང་གཏི་མུག་པས་རང་གི་བདེ་བ་འདྲ་ལྟར་བཅོམ་སྡུག་བསྔལ་དོར་ཐོས་བློ་ཡོད་ཀྱང་སྡུག་བསྔལ་ཉིད་ལ་མངོན་པར་རྒྱུག་ཞེས་གསུངས་པ་ལྟར་དུ་འདོད་པ་དེ་བདེ་བ་འདོད་ན་ཡང་བདེ་བའི་རྒྱུ། དམ་པའི་ཆོས་དགེ་བ་བཅུ་དེ་སྒྲུབ་མི་ཤེས་པ་དང་མི་འདོད་པ་དེ་སྡུག་བསྔལ་མི་འདོད་ན་ཡང་མི་འདོད་ཅིང་དུ་སྡུག་བསྔལ་གྱི་རྒྱུ་ནག་པོ་འགྲིག་པ་མི་དགེ་བ་སྤང་མ་ཤེས། ཞེས་འདོད་དང་ལག་ལེན་འགལ་བ་ཕྱིན་ཅི་ལོག་ཏུ་སོང་ལམ་ལོག་མགོ་རྨོངས་སུ་འགྱུར་ལོང་བ་ཐག་ཉིད་དུ་ལུས་པ་ལྟ་བུ། མ་རྣམས་དགའ་དང་སྙམ་པའི་སེམས་ཅན་འདི་དག་ཐམས་ཅད་སྙིང་རེ་རྗེ་ཅི་ཕྲ་བསམ་ནས་སེམས་ཅན་ཐམས་ཅད་ལ་ཤའི་མི་བཟོད་པ་ལྟ་བུའི་སྙིང་རྗེ་ཆེན་པོ་ཞིག་ལྷང་གིས་བསྒོམ། དེ་ནས་སེམས་ཅན་འདི་དག་ཐམས་ཅད་དག་ཁམས་གསུམ་འཁོར་བ་སྡུག་བསྔལ་གྱི་བཙོན་ར་ཆེན་པོ་འདི་ལས། བདག་ཉིད་གཅིག་པོ་གིས་སྟོན་ཏེ་སྲིད་པ་དང་ཞི་བའི་མཐའ་གཉིས་ལ་མི་གནས་པར་ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་ལ་ང་གཅིག་པུས་བགོས་ཐུབ་པ་ཞིག་མི་བྱེད་པའི་ཐབས་རང་མི་འདུག་སེམས་ཅན་ཐམས་ཅད་ཁོ་བོའི་བཙོན་ར་ལ་སྟོན་ཏེ་དེ་ནས་སངས་རྒྱས་ཀྱི་ས་ལ་བདག་གཅིག་པུས་འགོད་པར་བྱའོ་སྙམ་དུ་དམ་བཅའ་བ་དེ་ལ་སྨོན་པ་སེམས་ཅན་གསལ་བ། དེ་ནས་སེམས་ཅན། འཁོར་བ་ནས་བཏོན་ཏེ་སངས་རྒྱས་ཀྱི་གོ་འཕང་ལ་བཀོད་པར་བྱའོ་སྙམ་པའི་སྨོན་པ་སེམས་བསྐྱེད་དེ་ཡོད་ན་ཡང་འཇུག་པ་སེམས་བསྐྱེད་དེ་མེད་ན་ཕན་ཐོགས་ཀྱི་མ་རེད། དེ་ནི་དཔེར་ན་སྨོན་པ་སེམས་བསྐྱེད་ཟེར་ན་དེ་ནི་ང་འདི་ནས་བག་ཡུལ་དུ་འགྲོ་དགོས་བསམ་པ་སེམས་ལ་བསམ་པ་དེ་སྨོན་པ་སེམས་བསྐྱེད་ཟེར་བར་དེ་བག་ཡུལ་དུ་འགྲོ་དགོས་སེམས་ལ་ག་ཚོད་བསམ་ན་ཡང་བག་ཡུལ་དུ་དངོས་སུ་རྐང་པ་བཙུགས་ནས་ཤི་ན་སླེབས་ཀྱི་རེད་མ་གཏོགས་སེམས་ཀྱི་བག་ཡུལ་ལ་འགྲོ་གི་ཡིན་ཟེར་ནས་ལོ་མང་པོ་གི་བར་དུ་བསམ་ན་ཡང་སླེབས་ཐུབ་ཀྱི་མ་རེད། ངས་དེ་བཞིན་དུ་སེམས་ཅན་ཐམས་ཅད་ཁོ་བོའི་བཙོན་ར་ནས་བཏོན་ཏེ་སངས་རྒྱས་ཀྱི་ས་ལ་བཀོད་ཀྱི་ཡིན་བསམས་པ་དེ་སྨོན་པ་སེམས་ཅན་ཙམ་གྱིས་རེད་དེ་ཡིན་ཀྱང་བཀོད་ཀྱི་ཡིན་བསམས་ན་བཀོད་པ་ཡི་ཆེད་དུ་དེ་ནི་དངོས་སུ་བྱ་བ་ལག་ལེན་ལ་མ་བཏང་ན་དེ་ནི་བཀོད་ཀྱི་ཡིན་བསམས་པ་ཙམ་གྱིས་ཕན་ཐོགས་ཀྱི་མ་རེད་འོ་དེ་ལ་སྨོན་པ་སེམས་ཅན་དེ་ནི་དེ་ཡི་ཆེད་དུ་ངེས་དོན་ཕྱག་རྒྱ་ཆེན་པོའི་སྒོམ་རིམ་གྱི་ཆོས་ཟབ་མོ་ཉམས་སུ་ལེན་པར་བགྱིའོ་ཟེར་ནས་ཕྱག་རྒྱ་ཆེན་པོའི་སྒོམ་རིམ་གྱི་ཆོས་དང་པོ་སྐྱབས་གྲོགས་སེམས་བསྐྱེད་ཡིག་བརྒྱ་སྨན་འབྲང་བླ་མའི་རྣལ་འབྱོར་ལན་གསུངས་ཏེ་ཐུན་མོང་དང་ཐུན་མོང་མ་ཡིན་པའི་སྔོན་འགྲོ་དང་དངོས་གཞིའི་རིམ་པ་དེ་དག་ཐམས་ཅད་དངོས་སུ་དེར་ནི་ཉམས་སུ་བླངས་ཏེ་ཐུན་བཟུང་ནས་བྱ་བ་ལག་ལེན་དུ་བསྟར་བ་དེ་ལ་འཇུག་པ་སེམས་བསྐྱེད་ཟེར་བའོ། དེ་ལྟ་བུའི་དོན་ནི་སྨོན་འཇུག་ཉིད་ཀྱི་རྩིས་ཟིན་པ་དེ་ལ་སྦྱོར་བ་སེམས་བསྐྱེད་ཟེར་བའོ། དེ་ལྟ་བུའི་ཀུན་སློང་བྱང་ཆུབ་མཆོག་ཏུ་སེམས་ལེགས་པར་བསྐྱེད། དེ་ལྟར་ཀུན་སློང་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ཟིན་པ་དང་ཆབས་ཅིག་ཏུ་དེ་ནི་ངག་བྱིན་རླབས་རང་ཉིད་ཡི་དམ་ལྷར་གསལ་བྱེད་ཡི་དམ། ཨ་ལས་བདག་དང་ཨ་དཀར་འོད་འབར་བའི། ཐུགས་ཀའི་ཡས་ཁུ་རོམ་དང་ཡང་ཡིག་གར་ཐལ་སྐྱབས་སམ་སྦྱིན་སོགས་བར་ཡོད་འགོར་མ་གསལ་བ་དེ་སོགས་འདོན་བྱ་ཡི་ཚིག་བྲིས་ལྟར་དུ་དག་པོ་བསྟན་ནས་རང་ཉིད་ཡི་དམ་ལྷར་གསལ་བཅས་ཡི་དང་གསལ་བའི་སྐབས་སུ་དེ་ནས་རང་ཉིད་ཡི་དམ་བཅོམ་ལྡན་འདས་དཔལ་འཁོར་ལོ་སྡོམ་པ་དང་གསང་བ་འདུས་པ་དང་བདེ་མཆོག་དང་དགྱེས་པ་རྡོ་རྗེ་དེ་ལ་སོགས་པའི་དེ་ནས་ཡི་དམ་གྱི་ལྷ་རབ་འབྱམས་ག་འདྲའི་ཞིག་བསྒོམ་ན་ཡང་གསང་སྔགས་བླ་མེད་ཀྱི་ལྷ་ག་འདྲའི་ཞིག་བསྒོམ་ན་ཡང་འགྲིག་པ་མ་གཏོགས་འདི་ལྟ་བུ་ཞིག་བསྒོམ་ཆོག་འདི་ལྟ་བུ་ཞིག་བསྒོམ་མི་ཆོག་སེ་གང་ཡང་ཡོད་བ་མ་རེད་དེ་ཡིན་ཀྱང། དེ་ནི་རྒྱལ་དབང་བཀའ་བརྒྱུད་གོང་མ་ཐམས་ཅད་ཀྱི་ཕག་མོ་བྱིན་རླབས་ཀྱི་ལྷ་གསུངས་པའི་ཕག་མོ་དེ་བྱིན་རླབས་ཀྱི་ལྷ་ཡི་གཙོ་བོ་བཀའ་བརྒྱུད་གོང་མ་ཐམས་ཅད་ཀྱི་ཡི་དམ་གཙོ་བོ་ལྟ་བུ་ཡིན་པའི་ཕྱིར་ན་དེ་ནི་རང་ཉིད་བཅོམ་ལྡན་འདས་རྡོ་རྗེ་ཕག་མོ་ལྟ་བུ་ཅིག་ཁྲ་ལམ་གྱིས་བསྒོམ། རང་ཉིད་ཡི་དམ་ལྷར་གསལ། ལྕེ་ཡི་སྟེང་ནི་དེ་ལྟར་ལྷ་ཡི་ར་ས་བའི་ལྕེ་ཡི་སྟེང་དུ་ཨ་ལས། དེ་དང་པོ་ཐོག་མར་ཡི་གེ་ཨ་ཡིག་དཀར་བོ་ཞིག་གསལ། ཨ་ཡིག་དཀར་བོ་དེ་སྐད་ཅིག་གི་འོད་དུ་ཞུ་བ་ལ་བརྟེན་ནས་ཟླ་བའི་དཀྱིལ་འཁོར་ནག་པོ་དང་ར་རིའི་ཡ་གཡོ་དང་ཀྱག་ཀྱོག་མེད་པར་དཔེར་ན་སེར་བ་ཆུང་ངུའི་ཟླ་བ་ལྟ་བུ་སྐྱ་ཁྱི་ལེ་བ་ཡོད་པ་ཅིག་བསྒོམས་པས་ཟླ་ཡི་དེ་ཡི་སྟེང་དུ་ཟླ་བ་དེ་ཡི་སྟེང་དུ་དེ་ནས་ཡི་གེ་ཨ་དཀར་བོ་ཞིག་གསལ། དེ་ཨ་དེ་ཡི་མདུན་ནས་གཡས་སྐོར་ཨུམ་དང་དབྱངས་ཡིག་དཀར་ཕྱི་མདུན་ནས་དེ་ནས་གཡས་སྐོར་དུ་ཡི་གེ་ཁ་ཕྱི་ལ་བལྟ་བ། བཀོད་པ་དེ་གཡོན་དུ་བཀོད་པ་ལ་འཁོར་བ་གཡས་སུ་འཁོར་འགྲོ་བ་ཨ་ཨཱ་ཨི་ཨུ་རི་ལི་ལི་ཨེ་ཨོ་ཨང་ཨ་ཟེར་བ་དེ་ཚོ་ཐམས་ཅད་ཡི་གེ་ཁ་དོག་དཀར་པོ་དེ་ཡི་ཕྱི་ནས། དེ་རྒྱབ། གསལ་བྱེད་གསོ་བ་གཡོན་སྒོ་དམར་སེར་དེ་ཡི་ཕྱི་ནས་དེ་ནི་ཡི་གེ་གསལ་བྱེད་ཁ་དོག་དམར་པོ་ཁ་ནང་དུ་ལྟ་བ་བཀོད་པ་གཡས་སུ་བཀོད་པ་ལ་འཁོར་བ་གཡོན་དུ་འཁོར་བ་ཞེས་བསྒོམ། དེ་རྒྱབ་རྟེན་འབྲེལ་སྙིང་པོ་གཡས་སྐོར་སྔོ་དེ་ཡི་རྒྱབ་ནས་ཡི་གེ་རྟེན་འབྲེལ་སྙིང་པོ་དེ་དག་ཁ་དོག་སྔོན་པོ་ཁ། ཕྱི་ལ་ལྟ་བ། བཀོད་པ་གཡོན་དུ་བཀོད་པ་ལ་འཁོར་བ་གཡས་སྐོར་གྱི་ཡུལ་ཚུལ་འདུ་འཁོར་འདི་གྲོགས་པོ་ཡོད་པ་གོ། དེ་ལྟ་བུའི་གཡང་ས་རྟེན་འབྲེལ་སྙིང་པོ་དེ་དག་ཐམས་ཅད་ནི་འོད་ཟེར་ཁ་དོག་དཀར་རྩེར་དམར་ལྗང་མཐིང་ག་ལ་སོགས་ཀྱི་ཚོགས་དཔག་ཏུ་མེད་པ་ཕྱོགས་བཅུ་སངས་རྒྱས་ཀྱི་ཞིང་ཁམས་རབ་འབྱམས་ཐམས་ཅད་ལ་ཕར་འཕྲོས་ནས། སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་དག་ཐམས་ཅད་ལ་སྐུ་གསུང་ཐུགས་མཉེས་པའི་མཆོད་པ་བླ་ན་མེད་པར་ཕུལ། རྒྱལ་བ་སྲས་དང་བཅས་པ་དེ་ཐམས་ཅད་དང་དེ་ནས་མཆོག་གསུམ་རྩ་གསུམ་མཆོག་གསུམ་ཟིན་ན་སངས་རྒྱས་དཀོན་མཆོག་མཆོད་ཡོན་དཀོན་མཆོག་དགེ་འདུན་དཀོན་མཆོག་དུས་དཀོན་མཆོག་གསུམ་རྩ་གསུམ་ཟིན་ན་བྱིན་རླབས་ཀྱི་རྩ་བ་བླ་མ་དངོས་གྲུབ་ཀྱི་རྩ་བ་ཡི་དམ་ཕྲིན་ལས་ཀྱི་རྩ་བ་མཁའ་འགྲོ་ཆོས་སྐྱོང་དང་བཅས་ཏེ་རྩ་བ་གསུམ་མཆོག་གསུམ་རྩ་གསུམ་དེ་ནས་དྲང་སྲོང་བདེན་ཚིག་སྒྲུབ་པ་ལ་སོགས་པ་དེ་ཚོ་ཐམས་ཅད་ལ། འཕོངས་ནས་དེ་ཐམས་ཅད་ཀྱི་སྐུ་ཡི་བྱིན་རླབས་གསུང་གི་བྱིན་རླབས་ཐུགས་ཀྱི་བྱིན་རླབས་དྲང་སྲོང་རྣམས་ཀྱི་དེ་ནི་ངག་གི་བདེན་ཚིག་འགྲུབ་པའི་ནུས་པའི་མཐུ། དེ་ནི། དེ་ལ་སོགས་པའི་དེ་ནི་གྲུབ་པ་ཐོབ་པ་དང་རིག་པ་འཛིན་པ་རྣམས་ཀྱི་དེ་ནི་སྐུ་གསུང་ཐུགས་ཀྱི་ཡོན་ཏན་དང་ངག་གི་ནུས་མཐུ་ཇི་སྙེད་ཡོད་པ་དེ་དག་ཏུ་ནི་ཡི་གེའི་གཡང་ས་རྟེན་འབྲེལ་སྙིང་པོ་དང་ཨོམ་ཨ་ཧུང་ལ་སོགས་པ་དང་ཡི་དམ་ལྷ་སྔགས་ལ་སོགས་པ་དེ་འབྲེལ་གྱི་རྣམ་པ་དཔག་ཏུ་མེད་པ་རུ། ནམ་གྱི་ཁྱོན་ཐམས་ཅད་ཁྱབ་པ་ཙམ་དུ་ནི་ཚུར་ཆར་ཕབ་པ་ལྟ་བུར་ཚུར་སྤྱན་དྲངས་ནས། རང་གི་ལྕེ་ཡི་སྟེང་གི་ཟླ་བ་ཨ་ཡི་རྔ་ཕྲེང་དུ་བཅས་པ་དེ་དག་ཐམས་ཅད་ལ་སིབ་སིབ་སིབ་ལ་ཐིམ་གྱིན་ཡོད་བསམ་པ་ཡིན། དེ་ནས་དམིགས་པ་རྩེ་གཅིག་པ་ཡི་སྒོ་ནས་སེམས་གཞན་དུ་མ་ཡེངས་པར་བྱས་ནས། ཨ་ཨ་ཨ་ཨི་ཨི་ཨུ་ཨུ་རི་རི་ལི་ལི་ཨེ་ཨེ་ཨོ་ཨོ་ཨང་ཨ་ཀ་ཀ་ཁ་ཀ་ཧ་ང་ཙ་ཙ་ཙ་ཙ་ཧ་ཉ་ཏྲ་ཏྲ་ཏྲ་འདྲ་ཧ་ན་ད་ད་ད་ད་ཧ་ན་བ་བ་བམ་བ་ཧམ་ཡ་ར་ལ་བ་ཤ་ཁ་ཟ་ཧ་ཅ་སོ་ཨོམ་ཡེ་ད་ར་མ་ཧེ་ཏི་པ་རམ་པ་བ་ཧེ་ཏི་འདི་ཁན་ད་ཐ་ཀ་ཏོ་ཧེ་བ་ཏེ་ཏེ་ཁན་ཛ་ཡོ་ནི་རོ་ད་ཨེ་ཨོང་པ་ཏི་མ་ཧ་ཤར་མ་ན་སོ་ཧ་དེ་རབས་ཉི་ཤུ་རྩ་གཅིག་འབྲིང་བདུན་ཙམ་ཐ་མ་ཉུང་ཤོས་ལ་ཡང་གསུམ་ལས་ཉུང་བ་མེད་པར་ཅི་བྱས་ནས་བསྟན་དེ་དག་སྟོན་ཟིན་པ་དང་མཉམ་དུ།

དེ་ཡང་དང་པོ་ཐོག་མར་ཕྱི་ཡི་རྟེན་འབྲེལ་སྙིང་པོ་དེའི་འོད་དུ་ཞུ་ནས་ནང་གི་གསང་ཆེན་དམར་བོ་ལ་ཐིམ། གསང་ཆེན་དམར་བོ་དེའི་འོད་དུ་ཞུ་ནས་དབྱངས་ཡིག་དཀར་བོ་ལ་ཐིམ། དབྱངས་ཡིག་དཀར་བོ་དེའི་འོད་དུ་ཞུ་ནས་ཨ་དེ་ལ་ཐིམ། ཨ་ཡང་འོད་དུ་ཞུ་ནས་ཟླ་བ་ལ་ཐིམ། ཟླ་བ་ཨ་དང་བཅས་པ་དེ་དག་ཐམས་ཅད་ཀྱང་བདུད་རྩི་དཀར་དམར་གྱི་རྣམ་པ་ལྟར་དུ་མའི་རིགས་ཀྱི་འོད་དུ་ཞུ་བ་དེ་ཉིད་དཔེར་ན་བྱེ་མ་ཚ་བོ་ལ་ཆུ་བསྲིངས་པ་བཞིན་དུ་རང་གི་ལྕེ་ཡི་སྟེང་དུ་སིང་གིས་ཐིམ་ནས་དེ་ནི། དེ་ལྟར་ཐིམ་པའི་ནུས་པའི་མཐུ་ལ་བརྟེན་ནས་དེ་ནི་བདེ་བར་གཤེགས་པ་རྒྱལ་བ་ཤཱཀྱ་ཐུབ་པ་ལྟ་བུའི་ལྗགས་ཀྱིས་སྤོ་བ་དང་མཉམ་པར་དེ་ནི་གྱུར་ཅིག་སྙམ་པ་དང་རང་གི་ངག་ནས་དེ་ནི་བདེན་ཚིག་འདྲ་པོར་སྒྲུབ་བམ་སྨོན་ལམ་འདྲ་པོ་བཏབ་པ་ལ་སོགས་པ་དེ་ཚོ་ཐམས་ཅད་ཀྱང་ནི་སྨོན་ལམ་བཏབ་ན་ཇི་ལྟར་བཏབ་པ་བཞིན་དུ་སྒྲུབ་ཐུབ་པ་གཞན་ལ་ཕན་པའི་བསླབ་བྱ་འདྲ་པོ་ཞིག་བཤད་ན་ནི་སེམས་ཅན་ཐམས་ཅད་ལ་ཕན་བདེ་བླ་ན་མེད་པར་སྒྲུབ་ཐུབ་པ་དང་མདོར་ན་སངས་རྒྱས་ཤཱཀྱ་ཐུབ་པའི་ལྗགས་ཀྱིས་སྤོ་བ་བྱིན་གྱིས་ཡོད་པ་དང་ཁྱད་སྨོས་པ་ལྟ་བུར་གྱུར་སོང་བསམ་པ་བྱས་ནས། དེའི་རྗེས་སུ་ཨུམ་སམ་བཱ་ར་སམ་བཱ་ར་ས་མ་ར་ས་མ་ར་དེ་སྤེལ་མ་དེ་ལན་བདུན་བརྗོད་ན་དེ་ནི་སྔགས་ལ་སོགས་པ་དེ་ཚོ་ཐམས་ཅད་དེ་ནི་བརྒྱ་སྟོང་ཁྲི་འབུམ་ལ་སོགས་པའི་རྒྱུར་ཆེན་པོ་འགྲོ་བའི་དགོས་པ་ཡོད་པས་དེ་ནི་རྒྱུ་ལྔ་ཟེར་བ་དེ་ལན་བདུན་གྱི་བར་དུ་སྟོན། དེའི་རྗེས་སུ་ཨོང་གྲུ་ཏི་ར་མ་ནི་པ་བར་དཱ་ན་ཡེ་སོགས་བ་བསྲེ་བའི་སྐབས་སུ་ལག་པ་གཡོན་པའི་སྟེང་དུ་ཕྲེང་བ་དེ་བཞག་དེ་ནི་གཡས་སྐོར་དུ་བསྐོར་ནས་བདུད་རྩི་དེ་སྐྱིན་དུ་བཞག་ནས། ཕུའུ་ཟེར་ནས་ཕུའུ་ཞེས་བཏགས་པ་ཡིན། ཕྲེང་བ་བྱིན་རླབས་བཞིན་བདེ་མཆོག་དང་ཕག་མོ་ལ་སོགས་པ་ཡི་དམ་གྱི་བསྙེན་སྒྲུབ་ག་འདྲ་ཞིག་བྱེད་ན་དེ་ཚོ་བའི་ནང་དུ་སོ་སོ་སོ་སོ་ལ་ཕྲེང་བ་བྱིན་རླབས་ཀྱི་དམིགས་རིམ་འདྲ་མི་འདྲ་མང་པོ་ཡོད་རེད་དེ་ཡིན་ཀྱང་ད་ལམ་སྔོན་འགྲོའི་སྐབས་སུ་དེ་ལྟ་བུ་རྒྱས་པ་བྱེད་མ་དགོས་པར་རུ་རྫི་ར་མ་དེ་ཚར་བདུན་བཏོན་ནས་ཕྲེང་བ་ལ་ཕུའུ་ཞེས་བརྒྱབ་ན་ཕྲེང་བ་བྱིན་རླབས་དང་རབ་གནས་ཀྱི་སྒོ་ཡང་ཆོད་འགྲོ་བ་ཡིན། ད་དེའི་རྗེས་སུ་དེ་ནི། བ་ནས་རྩ་བའི་བླ་མ་རིན་པོ་ཆེ་བདག་གི་སྙིང་གར་པད་མའི་སེ་འབྲུ་ལ་དགྲ་བོ་མེད་པར་རྟག་པར་ཞུ་ནས་ཀྱང་སྐུ་གསུང་ཐུགས་ཀྱི་བྱིན་གྱིས་བརླབ་ཏུ་གསོལ། ཟེར་བའི་གནས་སྐབས་སུ། དེའི་ཐད་རྫོགས་ཡང་དེ་ནས་ཁོ་ན་དང་དང། བཅས་པ་བཏང་ནས་དེ་ལྟར་ལས་དང་པོ་པ་ལ། དེ་ནས་དམིགས་པ་དེ་ཚོ་དང་པོ་ཐོག་མར་དང་དང་བཅས་འདོན་བྱ་དེ་ཚོ་དལ་བོ་བྱས་ནས་འདོན་ན་དེ་ནས་དམིགས་པ་ཐམས་ཅད་ལམ་ལམ་དེ་ནས་སར་ཡོང་གི་རེད། དེ་ནས་ཚིག་དེ་ཕ། ཅེས་བཞུར་བ་ནང་བཞིན་བྱས་ཏེ་མགྱོགས་པོ་མགྱོགས་པོ་ཅི་ཐོན་བྱང་ན་དེ་ནི་དམིགས་པ་མ་གསལ་གོང་ནས་ཚིག་དོན་མཚར་སེམས་ལ་བསམ་རྒྱུ་དྲན་རྒྱུ་གང་ཡང་མེད་པ་ལ་དེ་ནི་ཐུན་གྲོལ་བསྡད་པ་ལྟ་བུ་བྱུང་ན་དེ་ངལ་བ་འབྲས་མེད་ལྟ་བུ་བྱེད་མ་གཏོགས་སྙིང་པོ་ཆེན་པོ་ཡོང་གི་མ་རེད་དེ་ལྟ་བུའི་དོན་ནི་དང་དང་བཅས་དྭགས་པོ་དང་བཅས་པའི་ཉེས་སྐོར་དེ་མ་སྟོན། དེ་ཡང་དེ་ནི་དཔལ་ལྡན་རྩ་བའི་བླ་མ་རིན་པོ་ཆེ་གསལ་བའི་གནས་སྐབས་སུ་དཔལ་ལྡན། ཟེར་ན་སྲིད་པ་དང་ཞི་བའི་བར་གཉིས་དང་ལྡན་པའི་རྣམ་པར་ལྡན། ཡང་ན་རང་དོན་དུ་རྟོགས་པའི་བདག་རྒྱུད་གྲོལ་གཞན་དོན་དུ་ཐུགས་རྗེས་གཞན་རྒྱུད་གྲོལ་འདུས་པའི་བར་ཕུན་སུམ་ཚོགས་པ་དང་ལྡན་པའི་རྣམ་པར་ལྡན། རྩ་བའི་བླ་མ་ཟེར་ན་བླ་མ་ལ་རྩ་བའི་བླ་མ་དང་ཡན་ལག་གི་བླ་མ་ཟེར་བའི་དབྱེ་བ་མང་པོ་ཡོད་རེད་དེ་ནི་དབང་ཙམ་ཞིག་བསྐུར་བ་བཀའ་དྲིན་གཅིག་བསྟན་གྱི་བླ་མ་དབང་བསྐུར་རྒྱུད་བཤད་པ་ཚང་ན་བཀའ་དྲིན་གཉིས་བསྟན་གྱི་བླ་མ་དབང་བསྐུར་རྒྱུད་བཤད་མན་ངག་བསྟན་པ་གསུམ་ཚང་ན་བཀའ་དྲིན་གསུམ་བསྟན་གྱི་བླ་མ་ཟེར་བ་དེ་ཚོ་ཐམས་ཅད་ཡན་ལག་གི་བླ་མ་བཀའ་དྲིན་ཆེན་པོ་རེད་དེ་རྩ་བའི་བླ་མར་བརྩི་གི་མ་རེད་འོ་ན་རྩ་བའི་བླ་མ་དེ་གང་ལ་འགོད་ཟིན་ཟེར་ན། རང་གི་སེམས་ཉིད་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་ཉིད་མངོན་སུམ་དུ་ངོ་སྤྲོད་པར་བྱེད་པ་དེ་སུ་ཡིན་ན་ཡང་དེ་ལ་རྩ་བའི་བླ་མ་ཟེར་ནས་བླ་མ་ཐམས་ཅད་བཀའ་དྲིན་ཆེ་བའི་ནང་ནས་མཆོག་ཏུ་གྱུར་བ་དེ་རྩ་བའི་བླ་མར་བརྩི་དགོས་པ་ཡིན་པས་དེ་ཡི་ཕྱིར་ན་ད་ལམ་གྱི་སྐབས་སུ་གོམས་འཇུག་ངོ་མ་དེ་རྩ་བའི་བླ་མ་དེ་རེད། དེའི་རྗེས་ན་དཔལ་ལྡན་རྩ་བའི་བླ་མ་རིན་པོ་ཆེས་བདག་གི་སྙིང་གར་པདྨའི་ཟེ་འབྲུ་ལ་ཟེར་ན་ཚིག་ལ་བདག་གི་སྙིང་གར་ཟེར་བ་ཡོད་རེད་དེ་ཡིན་ཀྱང་མགོ་མི་གནས་སྐབས་སུ་རྒྱལ་བ་མགོ་གཙང་པ་ཡི་ཞལ་ནས་གསོལ་བ་འདེབས་པའི་སྐབས་སུ་བགྱི་བའི་ཚུལ་དུ་བསྒོམ། མཆོད་པ་འབུལ་བའི་སྐབས་སུ་དོན་གྱི་སྣང་བ་ལ་བསྒོམ། ཉལ་བའི་སྐབས་སུ་སྙིང་ག་རུ་བསྒོམ། ཟས་ཟ་བའི་སྐབས་སུ་མགྲིན་པ་རུ་བསྒོམ། འགྲོ་བའི་སྐབས་སུ། ཕྲག་པ་གཡས་སུ་བསྒོམ་མདའ་ན་ན་སར་བསྒོམ་པ་ལ་སོགས་པའི་དེ་ནི་སྐབས་སྐབས་ཀྱི་དེ་ནི་བླ་མ་བསྒོམ་ཚུལ་སྣ་ཚོགས་པ་གསུངས་ཡོད་རེད་དེ་ད་ལམ་གྱི་སྐབས་སུ་བབས་པ་དེ་གསོལ་བ་འདེབས་པ་ཡི་སྐབས་སུ་བབས་པ་ཡིན་པས། ཚིག་ལ་བདག་གིས་ཅི་ལྟར་དཔེ་མི་སྲིད་འབྲུ་ལ་ཟེར་བ་ཡོད་ཀྱང་མགོ་མི་ནས་ཨང་གསུམ་རང་གི་སྤྱི་བོར་ཡར་ཁྲུ་གང་ཙམ་ཞིག་གི་སྟེང་དུ་ངོ་བོ་རང་ལ་བཀའ་དྲིན་འཁོར་བ་མེད་པའི་དྲིན་ཅན་རྩ་བའི་བླ་མ་དེ་ཉིད་ཡིན་པ་ལ་དེ་ནི་རྣམ་པ་རྒྱལ་བ་རྡོ་རྗེ་འཆང་དེ་ཡང་པདྨ་དང་ཟླ་བ་དང་ཉི་མའི་དཀྱིལ་འཁོར་གྱི་གདན་གྱི་སྟེང་དུ།

དེ་ནི་བློ་ཆོས་སུ་འགྲོ་བ་ཆོས་ལམ་དུ་འགྲོ་བ་ལམ་འཁྲུལ་བར་བསལ་བ་འཁྲུལ་བ་ཡེ་ཤེས་སུ་འཆར་བ་མདོར་ན་སྒོ་ཐམས་ཅད་རྙེད་དཀའ་ནས་བཟུང་སྟེ་ཅུང་ཕྱག་རྒྱ་ཆེན་པོ་མཆོག་གི་སྔོན་རུང་མ་ཐོབ་ཀྱི་བར་གྱི་དུས་ནི་རོལ་ས་ཕྱག་རྒྱ་ཆེན་པོའི་ས་དང་ལམ་གྱི་མངོན་རྟོགས་ཡི་ཡོ་འདི་ཕྱི་ཡིད་མ་ལོག་པ་དང་བདག་ཉིད་དུ་མྱུར་བ་ཉིད་དུ་འདུག་ས་འདི་རུ་གཏན་འདི་དུས་འདིའི་ཐོག་ཏུ་སྐྱེ་བ་སྐྱེ་བྱེད་ཀྱི་ལམ་དུ་སོང་བསམ་པ་ཡི་སྒོ་ནས་མྱུ་གུ་གྱི་དུ་མ་དྲག་པོ་ཡི་ཕར་ཐིམ་འགྲོ་བ་ལྟ་བུ་ཚུར་བཀྲལ་མི་ཕོད་པ་ལྟ་བུའི་སོང་བ་རྩེ་གཅིག་ཏུ་བཏབ། དེ་ལྟར་གསོལ་བ་རྩེ་གཅིག་ཏུ་བཏབ་ཟིན་པ་དང་མཉམ་དུ་དེ་ནས་བླ་མ་དེ་ཉིད་ཀྱང་ཐུགས་བརྩེ་བ་ཆེན་པོས་རང་ལ་བྱིན་གྱིས་བརླབ་པའི་ཆེད་དུ་སྐུ་འོད་དཔུང་གི་རྣམ་པ་རུ་རྟེན་གྱི་འོད་དུ་ཞུ་ནས་རང་གི་སྤྱི་བོ་ནས་མ་སྲིན་གྱིས་ཐིམ་ནས་བླ་མའི་སྐུ་གསུང་ཐུགས་དང་རང་གི་ལུས་ངག་ཡིད་གསུམ་པོ་དེ་དག་ཐམས་ཅད་ཤུགས་ཡིད་ཐོག་ཏུ་ཐུགས་འཁྲུགས་པ་བཞིན་དུ་གཡེལ་མེད་རོ་གཅིག་ཏུ་འདྲེས་སོང་བསམ་པར་བྱས་ནས་ཅུང་ཟད་ཙམ་གྱིས་མཉམ་པར་བཞག་དེ་ནས་དེ་ནི། བློ་དང་རྣམ་པ་བཞི་ཡིས་འདོན་སྒོམ་བྱེད་པ་འདི་ལ་དེ་ནི་བློ་དང་རྣམ་པ་བཞི་ཟེར་བ་དེ་གང་རེད་ཟེར་ན་དལ་འབྱོར་ཉེས་པར་དཀའ་བ་འཆི་བ་མི་རྟག་པ་ལས་རྒྱུ་འབྲས་ཁོ་བོའི་ཉེས་དམིགས་ཀྱི་ཁྲིད་དང་བཞི། དེ་ལ་དང་པོ་དལ་འབྱོར་རྙེད་པར་དཀའ་བའི་ཁྲིད་ཀྱི་བསྡུས་དོན་འདྲ་བུ་དལ་འབྱོར་འདི་ནི་ཤིན་ཏུ་རྙེད་པར་དཀའ་སྐྱེ་བའི་དོན་དུ་འཐོབ་པར་འགྱུར་བ་ལ་གལ་ཏེ་འདི་ལ་ཕན་པར་མ་གྲུབ་ན་ཕྱིས་འདི་ཡང་དག་རྙེད་པར་ག་ལ་འགྱུར་ཞེས་གསུངས་པ་ནི་དལ་འབྱོར་འདི་ནི་ཤིན་ཏུ་རྙེད་པར་དཀའ་ཟེར་ན་དལ་ཟེར་ན་དལ་བ་བརྒྱད། སྦྱོར། སེམས་སྣང་སྦྱོར་བ་བཅུའོ། དེ་ལྟ་བུའི་དལ་བ་བརྒྱད་དང་སྦྱོར་བ་བཅུ་སྟེ་སྡོམ་པའི་དལ་འབྱོར་གྱི་ཆོས་བཅོ་བརྒྱད་དང་ལྡན་པའི་མི་ལུས་རིན་པོ་ཆེ་འདི་ཉིད་ནི། དེ་ནི་རྒྱུ་ཡི་སྒོ་ནས་རྙེད་པར་དཀའ་བ་ངོ་བོའི་སྒོ་ནས་རྙེད་པར་དཀའ་བ་གྲངས་ཀྱི་སྒོ་ནས་རྙེད་པར་དཀའ་བ་དཔེ་ཡི་སྒོ་ནས་རྙེད་པར་དཀའ་བ་ལ་སོགས་ཏེ་མདོར་ན་རྒྱུ་ངོ་གྲངས་དཔེ་གང་དང་གང་གི་སྒོ་ནས་བསམ་བློ་བཏང་ན་ཡང། ཤིན་ཏུ་སྨད་ཀྱང་རྙེད་པར་དཀའ་བའི་རང་བཞིན་ཞིག་ཏུ་ཡིན་པས་ན་དལ་འབྱོར་དེ་ནི་ཤིན་ཏུ་རྙེད་པར་དཀའ། སྐྱེས་བུའི་དོན་སྒྲུབ་ཐབས་པར་གྱུར་པ་ལ་སྐྱེས་བུ་ཟེར་ན་རྒྱ་གར་གྱི་ཀེ་ལ་པུརུ་ཁ་ཞིག་རེད་དེ་བོད་སྐད་དུ་བསྒྱུར་ན་སྐྱེས་བུ། སྐྱེས་བུ་ཟེར་ན་སྟོབས་དང་ནུས་པ་ལ་འཇུག་པའི་སྒྲ་རེད་དཔེར་ན་སྟོབས། ཕུན་སུམ་ཚོགས་པ་དང་ནུས་པ་ཕུན་སུམ་ཚོགས་པ་ཡོད་པ་ཞིག་ལ་སྐྱེས་བུ་ཟེར་གི་རེད། སྟོབས་དང་ནུས་པ་མེད་པ་ལ་སྐྱེས་བུ་གི་མིང་ཐོགས་གི་མ་རེད། དེས་ན་ད་ལམ་གྱི་སྐབས་སུ་སྐྱེས་བུའི་དོན་གྲུབ་ཐོབ་པར་གྱུར་པ་ལ་ཟེར་གྱི་འདུག་འོ་ན་གང་གི་སྟོབས་དང་ལྡན་པ་ཡིན་ཟེར་ན་ཐར་བ་ཐམས་ཅད་ཆེན་པོའི་གོ་འཕང་རིན་པོ་ཆེར་འགྲུབ་པའི་སྟོབས་དང་ནུས་པ་དེ་དག་བརྗོད་ཀྱིས་མི་ལུས་འདི་ལས་ལྷག་པ་གཞན་གང་ཡང་མེད་པས་གཞི། རས་རིས་དྲུག་གི་ལུས་སྟན་གྱི་ནང་ལ་ལྷ་ཞེས་བ་དེ་ཚད་རིང་བ་དང་འོད་ཀྱི་ལུས་དང་བདེ་སྐྱིད་ཕུན་སུམ་ཚོགས་པའི་ལུས་སྟན་ཁྱད་པར་ཅན་རེད་དེ་ཡིན་ཀྱང་ཆོས་སྒྲུབ་པའི་ལུས་སྟན་ཕུན་སུམ་ཚོགས་པ་ཞིག་མ་ཡིན་པས་ལྷ་བས་ལྷག་པའི་ལུས་ཀྱིས་ནི་དེ་དག་སངས་རྒྱས་མྱུར་ཐོབ་ཤོག་གསུངས་པས་ལྷ་བས་ལྷག་པའི་ལུས་དེ་གང་རེད་ཟེར་ན་དར་ལྕོག་ཁྱིམ་མིའི་ལུས་འདི་ལྟ་བུ་རེད་ལྷ་ཡང་མིའི་ལུས་སྟན་འདི་ལ་མར་སྨོན་བཏང་དགོས་བ་རེད་དེས་ན་དེ་ནི་དེ་ལྟ་བུའི་སྟོབས་སམ་ནུས་པ་དང། བསྟན་པའི་ལེའུ་ནི་དག་བྱེད་ཀྱི་མི་ལེའུ་འདི་ཡིན་པས་ན་སྐྱེས་བུའི་དོན་སྒྲུབ་ཐབས་པར་འགྱུར་བ་ལ་སེ་ད་རེས་ད་བར་ཐམས་ཅད་མཁྱེན་པའི་གོ་འཕང་རིན་པོ་ཆེ་འགྲུབ་ཐུབ་པའི་ནུས་པ་ཕུན་སུམ་ཚོགས་པ་ཡོད་པའི་ལེའུ་འདི་ཐོབ་པའི་གནས་སྐབས་འདི་རུ། གལ་ཏེ་འདི་ལ་ཕན་པར་མ་གྲུབ་ན་ཤི་ན། ད་རེས་དག་བྱེད་ཀྱི་མི་ལེའུ་ཐོབ་པའི་སྐབས་སུ་ཆོས་ཤིག་བྱེད་དགོས་པ་རེད། ད་རེས་དག་བྱེད་ཀྱི་མི་ལེའུ་རིན་པོ་ཆེ་ལན་གཅིག་ཐོབ་པའི་གནས་སྐབས་སུ་ཆོས་ཤིག་མ་བྱས་ན། མི་ཕྱེད་པ་དཔེ་མི་སྲིད་པ་ལྟ་བུ་སྨྱོན་པ་ལྟ་བུ་དང་བསམ་མེད་ལྟ་བུ་དང་ཤེས་མེད་ལྟ་བུ་ཞིག་ཡིན་ན་མ་གཏོགས་བསམ་ཤེས་ཡོད་པ་ཞིག་ཡིན་ན།